ད་ཡིན་ན་ནི་ངའི་གི་ཁ་པར་དེ་བརླགས་ཞེས་དེ་ནས་དེ་སོགས་ལ་ངས་མིག་ཤེས་ཀྱིས་འབྲེལ་བ་བྱས་ད་མ་སོང་ཞེ་སྡང་ངའི་ཕན་ཐོག་ཡ་མེད་ཧ་གོ་མ་སོང་ར། དེ་འདྲ་སོང་ད་ངས་དེ་དྲ་ཐོག་ཅིག་གི་ཤ་བོ་རུ་དྲན་སོང་དེ་དེ་འདྲ་ཞིག་ལས་སོང་བ་དེ་རིང་ད་ང་ཚོ་ཁྱིམ་མཚེས་ད་མོ་ལ་ལ་གོ་རེ་ཨ་མ་ལ་བྱིས་པ་རེ་ཨ་ནི་ང་གཉིས་ད་སྐད་ཤ་བྱས་པའི་བརྒྱུད་རིམ་ན་ཡང་ངས་དེ་དྲན་སོང་ར་བྱུང་སོང་གང་ཡིན་ཟེར་ན་ཁྱིམ་མཚེས་ཨ་མ་དེ་ལ། མིག་ཟིང་ངེས་བྱེད་དེ་ནི་བོད་དུ་སྤྱི་དང་སློབ་སྦྱོང་དང་ཕུགས་བསམ་ལ་གོ་ར་དེ་འདྲའི་ཡག་པོ་ཡོད་བསྡད་པ་ཞིག་རེད་ཤག་ཡིན་ན་ཡང་ད་ཀོ་སློབ་སྦྱོང་ཐོན་ལ་མ་ཐོན་དེ་འདྲ་ཞིག་ལ་དགའ་བོ་ཞིག་ཐུག་བྱས་ད་དེ་འདི་སྙམ་དུ་བློ་གཅིག་སེམས་གཅིག་འདྲ་བོ་ཞིག་ཡིན་བྱས་ད་ཁོ་རང་གི་ཕུགས་བསམ་དུ་བཟོ་བ

ད་ང་རང་ཚོ་བུ་ཕྲུག་ཡིན་ན་ཡང་དེ་འདྲ་ར་བའི་གནས་ཚུལ་དང་དེ་འདྲ་བའི་གི་ལམ་ཀ་ལས་མི་ཤེས་པ་ཞིག་མ་རེད་པ་དེ་འདྲ་སོང་ཙང་ཨ་ནེ་ངས་ག་རེ་སོ་བྱས་སོང་ལབ་ན་ང་རང་ཚོ་བུ་ཕྲུག་ཏུ་སོ་ཡང་སློབ་སྦྱོང་དང་ཟས་གོ་ཅི་གོ་བྱ་བདེ་བ་ད་རྒྱབ་སྐྱོར་ཟེར་བ་རེད་པ་དེ་འདྲས་ཙམ་ཅིག་མ་ཡིན་པ་སེམས་ཁམས་དེ་ལ་ཡང་ང་ཚོ་དོ་སྣང་ཏོག་ཙམ་སྤྲད་དགོས་ས་ཞིག་དྲན་སོང་ར། གང་ཡིན་ཟེར་ན་ད་ང་རང་ཚོ་བོད་ཕྲུག་ཚོ་སོ་ན་སྔ་མོ་དང་འདྲ་གི་མ་རེད་ཁོང་ཚོ་ད་ལྟའི་སྤྱི་ཚོགས་འདིའི་ནང་མགོ་བཙོག་བཙོག་བྱེད་དུས་ནས་འགྲན་ཚོགས་ནང་སླེབས་དུས་ཡོད་རེད་ད་དེ་མ་འགྲོ་ཡ་རང་འགྲོ་རེད་གང་ལྟར་ཀྱང་སྤྱི་ཚོགས་ཁོ་རང་འགྲན་ཚོགས་ཀྱི་སྤྱི་ཚོགས་བཞག་ཚར་དུས་དེའི་ནང་ནས་མ་འགྲོ་ན་ད་མི་རེ་འགའ་དེ་འདྲ་སོང་ཙང་ད་ཁོང་ཚོ་ལ་ཧ་ཅང་གནོན་ཤུགས་ཆེན་པོ་དེ་འདྲ་ཡོད་ས་རེད་དེའི་ཚེག་མ་རེད་ད་སློབ་སྦྱོང་དང་འཚོ་བའི་གི་དང་སོ་སོ་ཕུགས་བསམ་གི་ཅིག་འགྲན་ཚུགས་དང་གནོན་ཤུགས་དེ་གཅིག་པུ་མ་ཡིན་པ་ད་དྲ་རྒྱའི་དུས་རམ་དུ་རྙོག་འཛིང་ཚ་བོ་ག་རེ་རུ་སོང་ན་གོ་ལ་ཧྲིལ་བོ་དཀའ་རྙོག་དང་གོ་ལ་ཧྲིལ་བོ་གི་ནང་གི་ད་བཀྲ་མི་ཤིས་པ་དོན་མ་འགྲུབ་པ་ཚང་མ་ལ་ང་རང་ཚོ་གི་མཐོང་མཐོང་མྱོང་གསུམ་གི་ཚོར་བ་དེ་ཡོད་ཙང་མཐོང་མཐོང་མྱོང་གསུམ་ངོ་ནས་ང་རང་ཚོ་ད

མྱོང་འགོག་ཡོད་རེད་ཚོར་འགོག་ཡོད་རེད་པ་དེར་སོང་ཙང་སེམས་དེ་ལ་ཧ་སང་ཧ་ཤང་གི་ད་འདབ་གཟིགས་མཚར་བོ་ཞིག་ཆགས་བསྡད་ཀྱི་འདུག་ད་ནས་སོང་ཙང་དེའི་སྒང་ནས་ད་ཕྱི་ཐང་ང་རང་ཚོ་བྱིས་པ་དེ་ཚོ་རིག་པ་ག་ཚད་བཅངས་པ་ཡིན་ན་དེ་ཚིག་གི་ད་བྱིས་པ་གཅིག་པོ་མ་རེད་སྤྱིར་བཏང་རིག་པ་ག་ཚད་བཅངས་པ་ཡིན་ན་ལས་དེ་ཚིག་གི་ད་ཡག་ཕྱོགས་ནི་ཡག་པོ་རེད་དེ་སྡུག་གི་ཕྱོགས་ནི་ཡང་དེ་ཚོ་གི་སེམས་ལ་རེ་དོགས་དང་སྡུག་བསྔལ་ཡོད་བསྡད་པ་རེད་ད་ནས་སོང་ཙང་ད་ང་རང་ཚོ་གི་སེམས་ཁམས་ཀྱི་སློབ་གསོའི་ཐོག་ནས་བསམ་བློ་བཏང་ཡག་ཐུབ་མཁན་ཆེན་པོ་ཞིག་ཐོག་སོ་རེད་བ། ད་ལྟ་མང་མོ་མ་ཤེས་ཡང་དེ་རྗེས་མ་དུས་ཚོད་བྱུང་ན་དེ་འདྲ་འདྲ་བོ་ཞིག་ཡང་ཤེས་ན་འགྲིག་གི་རེད་བ། ད་དེ་མ་ཤེས་ཤིག་ད་དེ་རིང་བཤད་རྒྱུ་གཙོ་བོ་དེ་ད་སེམས་ཆུང་ནས་ལས་དེ་རེད། སེམས་སྦྱོང་གི་གནད་དེ་དག་ང་རང་མཐོང་ཐོས་མྱོང་སོང་མང་པོ་བྱུང་སོང་དེ་འདྲ་སོང་ཙང་དེའི་སྐོར་ད་ངས་གལ་ཆེ་དཔྱད་ཞིབ་ཅིག་བྱ་བ་དང་མཁས་དབང་དེ་འདྲའི་ལུང་དྲངས་ཡོད་མཁན་མེད་དེ་ང་རང་གི་མྱོང་ཚོར་ཐོག་ནས་ཅིག་བཤད་བྱ་བ་ཡིན་ན། འགའ་ཤས་ཅིག་ཡང་ཕན་ཡང་ཐོགས་སྲིད་པ་རེད་དྲ་བ་དྲན་སོང་བ། གང་ཡིན་ཟེར་ན། ད་སེམས་སྦྱོང་གི་གནད་དེ། འགའ་ཞིག་ལ་ཡོང་ན་འགའ་ཞིག་ལ་ཡོང་གོ་མ་རེད་དེས་ན་དེ་ལྟར་ཡོང་རྐྱེན་འགྲོ་བ་དེ་ག་རེད་ཟེར་ན། ང་རང་ཚོ་འབྱུང་བ་ཤི་ལས་འཕྲོས་པའི་ཕུང་པོ་འདི་ཡིན་ཚར་ནས་སོང་སྟེ། དེ་ནས་བྱུང་བ་ཆ་མ་སྙོམས་པའི་དཀའ་ངལ་མང་པོ་ཞིག་ཡོང་སྡོད་ཀྱི་རེད་དཔེར་ཡོང་དུས་དེ་ཡང་ད།

དེ་ཡང་དག། སེམས་བྱུང་གནས་དེ་མང་ཤོས་རེ་བ་དེ་སུ་ཞིག་ཡོང་སུ་རེ་བ་བརྒྱ་ཆ་རེ་བ་དེ་མང་ཤོས་སུ་ཡོང་གི་འདུག་ཟེར་ན་ཕལ་ཆེར། སྐྱེས་མ་དེ་ཚོ་ལ་ཡོང་གི་ཡོད་ཟེར་འདུག་དེ་ཡང་ངའི་དགེ་མཚན་སྙིང་སྟོང་ནས་བཤད་ན། སྐྱེས་མ་དེ་ཚོ་བྱིས་པ་བཙལ་ཚར་བའི་གི་ད་བྱིས་པ་ཡོད་པའི་ས་གོ་ལ་བྱིས་པ་བཙལ་ཚར་བའི་གི་ཨ་མ་དང། ན་ཚོད་ད་ལ་ཡོད་གྲུབ་པའི། ད་སྐྱེས་མ་ད་སྐྱེས་མ་ལ་བར་ཕ་མེས་དེའི་རིགས་ལ་མང་བ་ཡོང་གི་ཡོད་བསམ་འདུག་བྱིས་པ་བཙལ་བཙལ་ཚར་བའི་བྱིས་པ་བཙལ་མྱོང་མེད་པའི་ཨ་མ་དེ་ཡོང་གི་རྒྱུ་མཚན་ག་རེ་ཟེར་ན་བྱིས་པ་དེ་སྤྱི་བཏང་ཨ་མ་ཁོ་རང་རྒྱུན་དེ་གི་ད་འཚོ་བའི་ཁོར་ཡུག་ལ་ན་མི་འདུག་དེ་ལ་དེ་འདྲའི་གི་ཡག་པོ་ཅིག་ལུས་སེམས་ལ་འཕྲོད་བསྟེན་ཡག་པོ་ཞིག་མེད་པའི་སྒང་ལ་དེ་ནས་བྱིས་པ་མངལ་ནས་ཡོད་དུས་ནས་ད་ཞིག་འཕྲོད་བསྟེན་ཡག་པོ་དང་སེམས་ངན་སོགས་དང་ལུས་ངན་སོགས་དང་དེ་འདྲས་ཀྱི་འཕྲོ་བསྟེན་གྱི་མ་འདང་དེ་ནི་བྱིས་པ་བཙལ་ཚར་བའི་རྗེས་ཡིན་ན་ཡང་ལུས་སེམས་སྙོམས་སྒྲིག་མ་ཐུབ་ད། བུད་མེད་ཅིག་གི་ངོས་ནས་བཤད་པ་ཡིན་ན། བྱིས་པ་རྔན་ལ་ཟླ་བ་དགུ་འཁོར་ནས་དེ་ནི་མ་བཙལ་ན་དེ་ནི་གང་ལྟར་ཀྱང་དེ་ནི་རིམ་པ་བརྒྱུད་རིམ་དེའི་ཁྲོད་ནས་བུད་མེད་ཀྱི་ལང་ཚོ་ཨ་ནི། བདེ་སྐྱིད་བཙལ་ན་མི་འདུག་སེམས་ཁམས་ད་ཡོངས་སུ་རྫོགས་པའི་འཁྲུག་འགྲོ་དགོས་རེད་འཁྲུག་ཆེན་པོ་ཞིག་ཐེབས་དགོས་རེད་དེ་ནས་སོང་ཙང་དེ་ནས་འཁྲུག་ཆེན་པོ་ཐེབས་པས་མ་ཚད་ཉམས་རྒུད་ཤུགས་ཆེན་པོ་ཞིག་འགྲོ་དགོས་རེད་དེ་ཡིན་དུས་ད་སྐབས་དེ་དུས་ད་ཅིག་བྱིས་པ་བཙས་ཚར་བའི་རྗེས་ལ་ལུས་སེམས་སྙོམས་སྒྲིག་ཡག་པོ་ཞིག་མ་ཐུབ་པ་ཡིན་ན་མུ་མཐུད་ནས་ཨཱ་ཅིག་ག་ལོག་རེད་འཕྲོད་བསྟེན་མ་འདང་བ་དེ་འདྲའི་སྡེ་སུ་ཤག་ན་ཨཱ་ནི་སེམས་གཞུང་གནད་དུ་ཐེབས་རིགས་ཡོད་ས་རེད། དེ་ཡང་ཉེན་ཁ་ཚོ་སྤེལ་རིགས་ད། དེ་འདྲ་བྱས་པ་ཡིན་ན་ཨ་མ་དེ་མི་ཚེ་གཅིག་ནད་པ་དང་མི་ཚེ་གཅིག་ལུས་ཁམས་མ་བདེ་བ་དེ་འདྲའི་གི་དཀའ་ངལ་འཕྲད་བསྡད་ཀྱི་འདུག་གཅིག་དེ་རེད་ད། གཉིས་པ་དེ་བུད་མེད་གཅིག་ངོ་ནས་བཤད་ན་ལང་ཚོ་ཡོད་འགྲོ་དུས་དང་མ་དར་ལ་བབས་ནས་དར་ལང་ཚོ་དར་ལ་བབས་ནས་མ་དར་ནས་མ་ཡོད་འགྲོ་དུས་ཨ་ནེ་ན་ཚ་ལས་སེམས་གཅོང་གི་ནད་དེ་ཡོང་ཉེན་མང་འདུག་ག་རེ་ཟེར་ན། ད་ང་རང་ཚོ་བོད་མི་གི་ལུས་ལ་ཁམས་སྐྱེ་འཕེལ་ཞེས་ཁམས་ཁམས་དམར་བོ་བྱིས་པ་སྐྱེ་འཕེལ་ཞེས་ཁམས་དམར་བོ་ཞིག་ཡོད་རེད་ད་ང་ཚོ་ཟླ་བ་ཟླ་བ་ཟླ་ཚེས་ལ་གི་རེད་པ་དེ་སྐྱེ་འཕེལ་གི་ནུས་པ་དེ་ཉམས་རྒུད་མ་ཞིག་མ་བསྒྲུབས་འགྲོ་དུས་མ་མྱོང་རུ་འགྲོ་ལ་མི་འདུག་ད་གང་ལྟར་ནམ་ཞིག་རྫོགས་ཡ་བ་རེད་དེ་མ་མེད་པ་ཆགས་འགྲོ་དུས་རྫོགས་ཟེར་དགོས་རེད་པ་ད་དེ་གང་ལྟར་མེད་པ་ཆགས་འགྲོ་དུས་ཨ་ནེ་དེ་གི་སྔོན་བརྡ་དེ

སྒོ་དབྱུག་འཁོར་བས་དང་དྲན་པ་ཉམས་ཡས་དྲན་པ་མ་སེལ་བའི་ཆ་ཡས། མིག་ར་བར་རིད་པའི་ཆ་ཡས། ཨ་ནི་ལུས་བོ་ནང་ལ་ཅིག། འབུ་སྲིན་འབུ་ཕྲག་དེ་ནི་འགྲོ་བདེ་བའི་སྣང་བ་འཁོར་ཡས། དེ་ནས་ད། གར་ལོག་རེད་ཨ་ནི་རྨི་ལམ་ཟང་ཟིང་ལྟ་ཡས། ཨ་གཉིད་མ་ཁུག་པའི་ཆ་ཡས་ད་དེ་འདྲས་གང་ལྟར་ཀྱང་ལུས་བོ་ལ། སྔར་ད་མ་མྱོང་བའི་དེ་འདྲའི་ཞིག་སྟོབས་ཤུགས་ཚ་བོ་ཚོར་སྣང་མ་འདྲ་བ་མང་པོ་ཞིག་ཡོང་བསྡད་ཀྱི་འདུག་དོན་གསུངས་ན་དེ་དག་སོ་སོ་ཧ་གོ་བ་ཡིན་ན། དེ་སོ་སོ་ག་ད་དེ་ཡིན་པ་ཧ་གོ་ན་གྲགས་རིན་མི་ཤེས། དེ་ཧ་མོ་བ་ནས་ད་དཔེ་མི་སྲིད་པའི་དཀའ་ངལ་མང་པོ་ཞིག་མྱངས་པ་ཡིན་ན་ད་དེ་ཚོར་སྣང་དེ་སོ་སོ་མང་པོ་ཞིག་མྱོང་སོང་བ་ཡིན་ན། ཨ་ནི་བོད་མིའི་གི་ལང་ཚོ་ཤུགས་ཆེན་པོ་ཞིག་ད་ལང་ཚོ་ཉམས་འགྲོ་གི་རེད། དཔེར་དེ་མར་ཤུགས་ཆེན་པོ་ཞིག་མར་ཟ་ཡི་གི་དུས་ཚོད་སླེབས་གྲུབ་འདུག་ཡང་མིན་ན་སྐབས་དེ་དུས་བུད་མེད་དེ་ལ་དཔེ་མི་སྲིད་ཤ་རྒྱག་པ་ཆགས་ཡོང་གི་རེད་ཡང་མིན་ན་ལུས་པོ་ལ་ཅི་གཉེར་མ་ལབ་པར་བ་དེ་འདྲ་དཔེ་མི་སྲིད་མང་པོ་སླེབས་ཡོང་ཡས་ཡོང་གི་ཡོད་རེད་ད་དེ་འདྲ་སོང་ཙང་སྐབས་དེ་འདྲའི་གི་དུས་སུ་ད་རང་ཉིད་ཀྱི་ལང་ཚོ་དེ་མ་ཉལ་ཡས་ལ་ན་མི་འདུག་ད་སེམས་ཁམས་དེ་ལ་གང་ཡོང་ཅི་ཡོང་གི་གཟབ་གཟབ་བྱེད་ཁུག་འདུག།

ཡོང་དུས་དང་པོར་ཡོང་དུས་ག་འདྲ་ཞིག་ཡོང་གི་རེད་ཟེར་ན། ད་བྱས་ཙང་ང་རང་ཚོ་ཉིན་རེའི་འཚོ་བའི་ནང་དགའ་ཚེ་སྡུག་ཚེ་སྐྱོ་ཚེ་སྐྱིད་ཚེ་དེ་འདྲ་ད་ཡོད་དེ་བས་ར་དེ་ལ་ད་ཅི་ཟེར་ཡ་ཞིག་ཡོད་མ་རེད་ད་ཡིན་ནའང་ད། དངོས་གནས་ཀྱི་སེམས་ཕྱོགས་ཀྱི་ནད་ཡོང་མ་ཡོང་གི་སྔོན་བརྡ་དེ་ད་འདི་འདྲ་ཞིག་ས་དེ་འདྲའི་ནང་ལ་སེམས་ཡུལ་པོ་བདེ་བ་དང་ཨ་ནི་སེམས་པས་སྐྱོ་སྣང་ཁེངས་པ་དང་དེ་ནས་དངངས་སྐྲག་རྟག་པར་ཞེན། རྒྱུ་མཚན་ཆུང་ཆུང་དང་ལས་མེད་ན་རྔམ་སྐྲག་སྐྱེ་བསྡད་པ་དང། ཨ་ནི་སེམས་ཁྲལ་མང་པོ་ཡོང་བ་དང། དེ་ནི་ག་རེ་ཟེར་ན། དེ་ནི་ག་རེ་ཡོད་ཟེར་ན་ད་ཡུས་པོ་སེམས་ཡུས་པོ་ཡོང་པ་དང། ད་དེ་འདྲའི་གི་སྔོན་བརྡ། ཨ་ནི་སེམས་ལ་ཞིམ་པ་ལ་ཁོ་ར་ད་བེམ་སེ་རང་ཉིད་ལ་རིན་ཐང་རྩ་ནས་སྨིན་གྱི་མི་འདུག་བསམ་པའི་གི་ཚོར་སྣང་དེ་འདྲའི་གི་ད་གང་ལྟར་ཞིང་དེ་འདྲའི་མང་པོ་ཞིག་ཡོང་གི་རེད་དེ་ད།

ད་ག་རེ་ཕར་ཕྱོགས་དེ་ག་རེ་དྲན་གི་སོང་ན་ཁོ་འགྱུར་ཤག་མོ་འགྱུར་ཤག་ནམ་རྒྱུན་འདི་མར་སྡུག་ཅག་ཞིབ་ཤག་ཤག་བསམ་བྱས། ཕན་ཚུན་བར་གྱི་ཡིད་ཆེས་དང་བརྩེ་བ་ཡང་ད་ག་རེ་ཟོ་བར་ད་ཐག་རིང་རིང་འགྲོ་ཡ། ཨ་ནི་དེའི་རྐྱེན་གྱི་རང་ལ་སེམས་ཕམ་དང་སེམས་སྡུག་མང་པོ་ཡོང་ནས་ཨ་ནི་གནས་ཚུལ་ཇུས་གཏུག་འགྲོ་ཡ་དང་མཛའ་གྲགས་འགྲོ་ཡ་ཨ་ནི་དཀའ་ངལ་གཞན་ཡང་འཕྲད་སྲིད་པ་དེ་འདྲ་ཞིག་རེད་འདུག། དེ་འདྲའི་སོང་ཙང་ད་ན་ཚ་དེ་རང་གི་རང་ལ་ཡོད་ནི་རོགས་ལ་བཤད་སྐད་ཆེན་པོ་བྱེད་སྟངས་མི་ཚང་མ་བཤད་དེ་གོ་མ་རེད་དེ་རང་གི་ཉིན་རེའི་འཚོ་བའི་ནང་གི་སྡུག་མྱོང་མྱོང་བཞིན་གྱི་དེ་ལ་བཤད་སྐད་ཆེན་པོ་ཡིན་པས་མ་ཚད་རང་གི་འཁྲིས་ལ་ཨ་ནེ་རང་ལ་དགའ་བོ་ཉེ་བོ་སུ་ཡོད་པ་ཡིན་ན་དེ་ཡང་ན་རྒྱུན་ལྡན་དང་སེམས་ཁམས་དང་ལུས་འོག་ཏུ་ལ་འཕྲོད་བསྟེན་ཐོག་ལ་ང་རང་སོ་སོ་བར་དོ་སྣང་དྲན་ཡང་དཔེ་མི་སྲིད་པའི་སྐད་ཆེན་པོ་ཞིག་རེད་ཤག་དེ་ཅིག་བྱས་དེ་ནས་ད

ཚེ་དཀར་ཟས་ཡིག་རིགས་ཚེ་དང་ཚེ་རིགས་དང་ཤིང་ཏོག་རིགས་མང་ཙི་ཟ་གོ་གོ་འདུག་དཀར་ཟས་ཞེས་བཤད་དེ་ཅི་དང་བྱ་ནི་ཞེ་དྲག་མ་ཟོས་ན་སེམས་ཁམས་ལ་ཕན་པ་འདུག་བདེ་ཐང་ལ་ཕན་གི་འདུག་ད་དེ་འདྲའི་ལབ་དུས་ད་ངས་ངས་མ་དེ་འདྲའི་བསམ་མྱོང་ང་རང་དངོས་ནས་ཤ་དེ་གི་སེམས་ཁམས་ལ་ཟས་བས་ན་སེམས་ཁམས་བློ་གོ་ཡོད་པ་དང་ཤ་མ་ཟས་ན་སེམས་ཁམས་ཕན་གི་ཡོད་པ་ཞིག་ཚོར་སྣང་བྱུང་ཡིན་ན་ངས་གར་བསམ་སོང་བ་ན་ད་ང་རང་འདྲ་བ་ཞིག་ཡིན་ན་ནང་ཆོས་དེ་འདྲའི་དོ་སྣང་རྟོགས་སུ་སྤྲད་བསྡད་ཀྱི་མི་ཞིག་ཡིན་པའི་ངོས་ནས་ཡིན་གྱི་རེད་དྲན་སོང་ར་ཡིན་ན་ཕྱིས་སུ་ད་སེམས་ཁམས་རིག་པའི་བརྡ་འཕྲོ་དེ་ཡོལ་བ་འཕྲོ་བསྟེན་པ་དེ་སོགས་ཀྱི་ཤེས་ཡོང་དུས་དེ་ད་ང་རང་གི་ཚོར་སྣང་ཙམ་མ་ཡིན་པར་དོན་དངོས་རེད་འདུག་རྒྱུ་མཚན་ཞིག་འདུག་ཁོང་ཚོ་ག་རེ་ཟེར་ན་ད་ང་ཚོ་གི་བྱ་བཞག་དང་བག་ཞག་དང་ད་བླངས་ཞག་དང་དེ་འདྲའི་ཟ་གི་པ

ད་དུད་འགྲོ་སྙིང་རྗེ་དུད་འགྲོ། རང་དབང་འདི་ཁོ་རང་གསོན་པོ་བདེ་བའི་རིང་ལ་རང་དབང་དུ་རྩྭ་ཕྱི་རོལ་ནས་འགྲོ་བདེན་གྱི་དུས་ཚོད་དགོས་ཡིན་ན་ད་ཡང་ལུས་སེམས་ལ་འཕྲོད་བསྟེན་ལ་དམའ་ནུབ་ཚ་ཡོད་ས་རེད། ད་ང་ཚོ་ཤང་ནང་འགྲོ་དུས་ཡང་ཧ་གོ་རུ་ཁྱང་ཚོ་ཡག་པོ་བལྟ་དང། ད་ཅིག་དུད་འགྲོ་རྩྭ་ཕྱི་རང་དབང་བྱས་ནས་གསོན་པོ་བཞག་པའི་རིང་དེ་ཅིག་རང་དབང་འགྲོ་བྱས་ནས་རི་རྩྭ་ས་ཤུན་སྟོང་ཁོ་རང་ཚོ་སྐྱིད་པོ་ཞིག་ཤང་འགྱོགས་ཀྱི་ཤ་ཡིན་ནི། ཁོ་རང་ཚོ་དེའི་ཤག་དེའི་ཁྲི་ལ་བས་ཏེ་ཡིག་ཆ་ལུང་པ་ག་ཤ་ཤོག་རེད་བས་ན། བས་ཏེ་གངས་རི་ནས་ཀྱི་སྐྱེས་བུ་དམ་པ་ཅིག་ནམ་ཟླ་ནང་ཞིག་ཤི་ནས་ཡིག་ཆ་ལུང་པ་ག་ཁྲི་ནས་ཤ་ཤོག་རེད་གོང་ཡ་ཆེན་པོ་རེད། དེ་ཁོ་རང་ཚོ་རྒྱུན་ཚད་ཡོད་རེད་དེ་ནས་སོང་ཙང། གལ་སྲིད་ཤ་རབ་ཟ་དགོས་ན་ཤ་དེ་འདྲའི་རིགས་དག་ཚོ་གྲགས་ཡོད་ས་རེད།

མང་གྲགས་དོད་ནས་མཐའ་བསྡོམས་བརྩི་བཀུར་བ་ལྟ་ཅི། ད་ང་ཚོ་གི་དེ་འདྲའི་གི་ན་ཚ་ཡོད་པའི་སྐབས་སུ། ད་འཛམ་བུ་གླིང་གི་ད་གནས་ཚུལ་འདྲ་བོ་ཟིང་ཚ་བོ་དེ་ད་དྲ་རྒྱའི་ནང་ཡོད་རེད་པ་དེ་སོགས་ཞིག་ད་ལྟ་ཀྱི་མི་འདུག་ཅིག་ཤེས་རོགས། དེ་ནི་ད། ད་ཨེམ་ཆི་ཏེན་དགོས་ཡིན་པ་རེད་ཨེམ་ཆི་ཏེན་བརྟག་དཔྱད་ཚང་མ་བྱས་དུས་ད་དུང་ན་ཚ་དམིགས་བསལ་ག་ཞིག་མཐོང་ཡ་མེད་ན། ད་ཁྱེད་རང་གི་སེམས་ཀྱི་ནད་གདོན་ཡིན་པ་ད་ཕལ་ཆེར་ཧ་གོ་རེད་པ་དེ་ཡིན་དུས།

གོ་རྒྱུ་ཆེན་པོ་ཞིག་མཐོང་སོང། ད་ལུས་ཀྱི་མིག་གིས་རང་ཉིད་ལས་དེ་ཡང་རྔན་མ་ཞིག་ད་མཐོང་སོང་དེ་དེབ་ཏུ་དྲན་གྱི་མི་འདུག་ར། རང་གི་ལུས་པོ་དེ་ཤ་རྒྱགས་བཞིན་ག་དུས་ཡོང་པའི་ཡོང་གི་ཡོད་མེད་དང་ཨ་ནེ་ཞིག་གི་བདེ་ཐང་ག་ཚོད་ཡོང་གི་ཡོད་མེད་དེ་རང་ཉིད་ཀྱི་དུས་གསུམ་གྱི་ལྟོ་ས་ས་སྡེར་མ་དེའི་ནང་ན་ཡོད་རེད་ཟེར་གྱི་ཡོད་ར།

རླུང། དབུགས་འབྱུང་བ་དང་དེ་ནས་དྲན་པ་ཉེ་བར་བཞག་པ་བཞི་ལ་སོ་ད། དེ་ནས་ད་དེ་ལས་ལྷག་ད་ང་ཚོ་བློ་སྦྱོང་བློ་སྦྱོང་བྱེད་ཐུབ་ན་དངོས་གནས་ཧ་ལས་བས་ད། སེམས་ཁམས་བདེ་ཐང་གི་སྨན་ཡོད་ན་མེད་ན་མཆོག་ཏུ་གྱུར་པ་དེ་ད་བློ་སྦྱོང་དུ་ཡིན་པ་ང་རང་ངོ་ནས་དངོས་སུ་ད་ང་རང་མྱོང་ཚོར་བྱུང་ལ། ང་ཉམས་ལེན་ཡག་དྲགས་དད་པ་ཆེ་དྲགས་དུ་མ་རེད་དེ། འུ་གུ་ཐུག་ནས་ད་དེ་འདྲས་ང་རང་སྦྱངས་ནས་ཉམས་མྱོང་དུ་ཐོབ་སོང། ཐོས་བཟང་དང་བློ་སྦྱོང་དེ་དཔེ་གལ་ཆེན་པོ་འདུག་འོན་ནས་ཡི་གེ་མ་ཤེས་ན་གལ་ཡོད་མ་རེད་ཡི་གེ་ཤེས་ན་ད་ཡག་ཤོས་རེད་བ། བློ་སྦྱོང་གི་ཁྲིད་དེ་འདྲ་ད་ང་ཚོ་དྲ་ཐོག་ན་ག་ཚོད་གོ་གོ་ཉན་ཡོད་རེད། དེ་ཚོ་ཅིག་བྱེད་ཐུབ་ན་དཔེ་མི་སྲིད་པའི་ཕན་ཐོགས་འདུག། ད་དཔེ་རླུང་ཁམས་འཁྲུགས་པའི་མི་ཡི་ཚེ་མ་རེད་མི་ཚེ་གི་འཚོ་བའི་གི་བརྒྱུད་རིམ་ནང་ལ་བློ་སྦྱོང་དེ་བྱེད་ཐུབ་པ་ན་ཧ་ལས་པའི་ད་བདེ་སྐྱིད་ཟེར་ན་ད་དེ་འདྲ་བོ་ཞིག་ཕལ་ཆེར་རེད་དྲན་གི་ཡོད།

དཀའ་སྡུག་ཡོངས་གསོག་པ་དང་ལེན་བྱེད་འདོད་དང་ལེན་བྱེད་ནུས་པ་ཞིག་དགོས་ཀྱི་ཡོད་ན། ད་ནང་ཆོས་ལས་ལྷག་བ་ཞིག་ནང་ཆོས་ལས་ལྷག་བ་ཞིག་མེད་པ་དེ་གཏན་འཁེལ་ནས་ད་བཤད་ཆོག་པ་ཞིག་རེད་ད་དེ་འདྲ་སོང་ཙང་ཨ་ནི་ད་ག་ལ་བ་རེད་སོ་སོ་གི་སེམས་ཁམས་འཕྲོད་བསྟེན་གྱི་ཆེད་དུ་ཨ་ནི་ནང་ཆོས་རྟོག་བཟོ་ཞིག་བསམ་བློ་བཏང་ཐུབ་ན་ཡག་པོ་འདུག་ཨ་ནི་ད་རེ་འདི་ཙམ་ཡིན་ཚང་མ་ལ་བཀའ་དྲིན་ཆེ།